འོ་འོ་དེ་དང་ཕྱོགས་མཚུངས་པས་ད་ཕྲིན་གྱི་སྣལ་མའང། ཚིག་ཁ་ཆད་ཀྱིས་ཞུགས་པའི་གནས་དང་གྱི་ཕྱག་བདེ་བཞག། ཨ་ཐོག་མ་དེ་ལ་ནི་ང་ཚོ་དེ། གཙོ་བོ་ང་ཚོ་ཚང་མ་གཞི་རིམ་མི་མང་ཁོང་ལ་ཡོད་ཨེ་ནི། ད་དེ་ནས་གཞི་རིམ་མི་མང་གི་ཐོག་ནས་ཨེ་ནི། འོ་ང་ཚོས་དེ་ལས་འགུལ་སྤེལ་ཡག་ཅིག་ཡིན་ཚོ་ལ་འབོད་སྐུལ་ཞུས་པ་ཡིན་རབས་ད་རིམ་པ། ཨ་ནི་དེའི་ཐོག་ལ་ཨ་ནི་ཁོ་རང་ཚོ་ལ་ད་ཨ་ནི་ཁ་ཚོགས་རེད་སྐུ་ངལ་ཅིག་གི་ཐོག་ནས་ཨ་ནི་སྤེལ་ཐུབ་ཡོག་མ་རེད་དེའི་ཐོག་ལ་ང་ཚོ་རྒན་འཁོག་ཨ་ནི་ཁག་ཅིག་གི་ཐོག་ནས་ཨ་ནི་ད་ལས་འགུལ་དེ་རྣམ་པ་དུ་མ་སྤེལ་ན་ཨ་ནི་ང་ཚོ་སྤེལ་གི་ཡིན་ཤེས་བཞིན་ནི་ཨ་ནི་ད་ལས་འགལ་སྤྱི་ཟླ་ལྔ་པའི་ནང་ལ་ཨ་ནི་ང་ཚོ་རྫོགས་ཆེ་ཡ་ཨ་ནི་ལས་འགུལ་སྤེལ་ཁར་རྡ་རམ་ས་ལ་སླེབས་པ་ཡིན་འོ་ལས་འགུལ་དེ་སྤེལ་དགོས་ཡའི་རྒྱུ་རྐྱེན་གཙོ་བོ་དེ། ཨན་ནི་ཉིས་སྟོང་ཉི་ཤུ་རྩ་གཅིག་ནས་གྱེས་རྗེས་ནས་ཨན་ནི་བཙན་བྱོལ་གཞུང་གི་དམངས་གཙོ་ཀ་བ་གསུམ་ནས་ཨན་ནི་གྱེས་རྗེས་བར་ཁྲིམས་ཆད་བཀག་སྟེ་ཨན་ནི་སྐབས་བཅུ་དྲུག་པའི་སྤྱི་འཐུས་དང་སྐབས་བཅོ་ལྔ་པའི་སྲིད་སྐྱོང་འོག་ནས་ཨན་ནི་དེའི་སྐབས་དེ་ལ་ཨན་ནི་གྲོས་ཚོགས་ནས་ཨན་ནི་ཆོས་ཚོགས་གཅིག་ལ་ཆད་འགེལ་གནང་ལ་ཨན་ནི་ཁྲིམས་ཆད་ཁ་གསུམ་ངང་སྤེལ་བྱས་ནས་ཨན་ནི་ཨོ་ད་དམངས་གཙོ་དེ་ཨན་ནི་སྦོ་ལུགས་བྱས་ནས་ཨན་ནི་དེའི་ནང་ལ། ང་ཚོའི་བཙན་བྱོལ་ལ་ཡོད་པ་རེད་ཨ་ནི་བོད་ནང་བཞུགས་མཁན་བོད་མི་མང་པོ་ཞིག་གིས་ཨ་ནི་སེམས་ཁ་ལ་རྨ་ཁ་ཆེན་པོ་ཞིག་བཟོས་བཞིན་ཏེ་འདི་ནས་བཟུང་སྟེ་ཨ་ནི་ད་དཀའ་ངལ་ཆེན་པོ་ཞིག་འཕྲད་བཞིན་འདུག་བསྡད་པ་རེད་དེའི་རྗེས་འདི་ལ་ཨ་ནི་ཁྲིམས་ཞིབ་པ་རྣམ་པ་གསུམ་ཨ་ནི་ནོར་འཁྲུལ་མེད་པའི་ཐོག་ནས་ཨ་ནི་ཡར་འཕེལ་རོགས་བྱས་རྗེས་ནས་ཨ་ནི་འདིའི་ཐོག་ལ་ཨ་ནི་ཟུར་པ་མང་པོ་ཅིག་དང་མང་ཚོགས་ཆེ་མང་པོ་ཅིག་གིས་འབོད་སྐུལ་བྱས་པ་ལ་བརྟེན་ནས། ཁྲིམས་ཞིབ་ཁང་ཁྲིམས་དཔོན་རྣམ་པ་གསུམ་སླར་ཡང་ཨན་ནན་ཁྲིམས་ཁང་ལ་ཡར་ཕེབས་བྱས་ནས་ཨན་ནན་ཐུགས་འགན་བཞེས་རྗེས་ནས་ཨན་ནན་དེའི་དམངས་གཙོ་སྐོར་བ་གསུམ་གྱི་ལས་འགན་འདི་འོ་དེ་འདྲས་ཀྱིས་འགྲོ་བདེ་བའི་གནས་སྟངས་འདིའི་ཐོག་ནས་ཨན་ནན་ཁྲིམས་ཞིབ་པ་ཆད་དེ་ཨན་ནན་རྒས་ཡོལ་ཕེབས་པ་དང་ཨན་དེའི་གི་ཨན་ལས་ཚབ་ལ་ཨན་ནན་གྲོས་ཚོགས་ནས་ཡར་རྩ་བ་ནས་ཡར་ཨན་ནན་མ་འཛུགས་པ་བྱས་རྗེས་འདིའི་ཐོག་ལ་གཞི་རིམ་མི་མང་ངོས་ནས། ཨ་ནི་དེ་གཏོང་རོགས་ཞེས་ལན་གཉིས་འབོད་སྐུལ་ཞུས་པ་རེད་དེའི་རྗེས་དེ་ལ་ཁྲིམས་ཞིབ་པ་གཞན་གཉིས་ནས་ཡང་ཁྲིམས་ཞིབ་པ་ཨ་ནི་གཅིག་རྒན་ཡོལ་ལས་ཕེབས་བྱས་ནས་མཐའ་མའི་དེ་ལ་ད་ཁྲིམས་ཞིབ་པ་གཅིག་གཏན་འདི་ལུང་རྟོགས་མ་ཐུབ་མ་ལགས་པ་རེད་དེ་ཡིན་དུས་ད་གཏན་འདི་ལུང་རྟོགས་ཆ་བཞག་པ་ཡིན་ན་གྲོས་ཚོགས་ནང་ལ་ཨ་ནི་གཏན་འདི་ཡིན་རྐུ་མ་ཡིན་ཇག་པ་ཡིན་ཡུལ་ལྗང་ཨང་སུམ་ཅུ་སོ་དགུ་པ་ཡོད་ཅེས་བྱས་ནས་ཁོ་ཚོའི་འུ་ཐུག་བྱས་ཤིང་ཨ་ནི་གྲོས་ཚོགས་ནང་ལ། ཨེ་ནི་འདུག་ཅེས་ནི་སྨྲ་འབད་བྱེད་ཅིང་ནི་ཐ་མལ་དེ་ལ་ཧོན་ཏུ་ངོས་ལེན་མེད་ཅེས་ནི། འདི་འདྲ་ཅིག་གང་ལ་ལྷག་བསྡད་པ་འདིའི་ཐོག་ནས་གཞི་རིམ་མི་མང་ཀུན་ནས་ད་ལེ་གུས་རབ་དང་རིམ་པ་སྤེལ་ཅིང་འབུལ་གུས་རབ་དང་རིམ་པ་ཞུས་ཅེས་ནི་ཐ་མལ་དེ་ལ་ཨེ་ནི། ཉིས་སྟོང་ཉི་ཤུ་རྩ་བཞི་རྩ་བཞི་གི་སྤྱི་ཟླ་དགུ་པའི་གི་ནང་ལ་ཨེ་ནི་གཞི་རིམ་མི་མང་གི་འབུལ་གུས་བཞི་པ་གཞི་ཚུགས་ཐོག་ནས་གྲོས་ཚོགས་ནས་བཅའ་ཁྲིམས་བསྐྱར་བཅོས་བྱེད་ཅེས་ནི་ཨེ་ནི། ཁྲིམས་ཞིབ་པ་ཀུན་ཡག་གིས་བཅའ་ཁྲིམས་བསྐྱར་བཅོས་དེ་འགྲོ་ཐུབ་པ་རེད། འོ་འདི་ནི་ཨེ་ནི། སྐབས་བཅུ་བདུན་པའི་གི་གྲོས་ཚོགས་ཚོགས་དུས་དགུ་པ།

གཏན་ལ་ཕབ་པ་ཡིན་བཞིན་དུ་ཨེ་ནི་སྤྱི་མཐུས་ཀྱི་དབུ་མའི་ལམ་གྱི་རྐུབ་བཀྱག་ཁང་ལ་བཞུགས་བྱས་ནས་ཨེ་ནི། ཀེ་ན་ཀྲ་རང་བདེན་ཚོགས་འདུ་ལས་ཕྱིན་པའི་ཁོང་ཚོ་སྤྱི་མཐུས་རྣམ་པ་བདུན་ཨེ་ནི་ཕོག་པའི་ཚོགས་འདུར་ཕྱིན་པ་རེད་ཕྱིན་པས་མ་ཚད་ནས་ཨེ་ནི་སྨོན་ལམ་མཐར་ཕྱིན་བརྒྱུད་པའི་གཙོ་བོ་ཨེ་ནི་ཁོང་ཚོས་ཀྱི་དབུ་མའི་ལམ་ལ་ནུས་པ་ཐོན་ཡོང་མ་རེད་དབུ་མའི་ལམ་ལ་གྲུབ་འབྲས་སོན་ཡོང་མ་རེད་དེ་སྤྱི་མཐུས་ཙམ་ལ་ཨེ་ནི་བོད་གཞུང་དབུ་མའི་ལམ་དེ་ཨེ་ནི་རང་བདེན་ལ་བསྒྱུར་བོ་རེད་བྱས་བྱས་ནས་ཕོག་ཀེ་རྒྱ་ཁྲ་བོད་ཁྲ་བྱས་བྱས་ནས་འདི་འདྲའི་གྲོ་བདེ་བའི་གནས་སྟངས་འདི། ཁོ་རང་ཚོ་དབུ་མའི་ལམ་གྱི་རྐུབ་བཀྱག་ལ་ཞུགས་བྱས་ནས། ཨ་ནེ་དེ་ཀ་མེད་དེ་གསུང་དུས་ཙང་ལ་དེ་རྩ་བ་ཉིད་ནས་འགྲིག་གི་མེད་པ་ཅིག་དང་ཨ་ནེ་དེའི་བཅའ་ཁྲིམས་ལ་འགལ་གྱི་ཡོད་པ་ཅིག་འོ་དེའི་ཐོག་ནས་ཨ་ནེ་ང་ཚོ་རྒན་འཁོགས་ཚོ། ཨ་ནེ་དེ་ད་དེ་ཁྲིམས་ཆད་ཁང་ལ་ཨ་ནེ་ཁྲིམས་དཔོན་གསུམ་བླ་རྩོད་ཐུབ་པའི་གི་ཨ་ནེ་ད་ལྟ་ཁྲིམས་ཆད་ཁང་ལ་ཨ་ནེ་ཞུ་གཏུག་བྱེད་ཁ་ལ་ཡོང་བྱས་བྱས་ནས་ཨ་ནེ་ཞུ་གཏུག་རབས་དང་རིམ་པ་བྱས་པ་ཡིན་མཐའ་མའི་དེ་ལ་ཨ་ནེ་ཁྲིམས་ཆད་ཁང་ནས་ཨ་ནེ་ཁམས་ཆོས་ཀྱི་གནད་དོན་འདི།

དགུང་ལོ་ཡར་འབྲས་བུ་འཕེལ་ཚར་བའི་གནས་སྟངས་འདིའི་ཐོག་ལ་ཨེ་ནི་ཆོལ་ཁ་གསུམ་རྡོག་རྩ་གཅིག་ཏུ་མ་འགྲིལ་བ་ཡིན་ན། ཨེ་ནི་སྐྱབས་མགོན་རིན་པོ་ཆེ་ཞལ་མ་བཞུགས་པ་ཡིན་ན་ཨེ་ནི་མུན་ནག་ལ་གནས་ཀྱི་རེད་བཤད་བྱས་ནས་ནི་སྐྱབས་མགོན་གནས་ཆུང་བཀའ་ལུང་གཅིག་འཕེལ་ཡོད་རེད་དེ་ཡིན་དུས་ཙང་ལ་ཨེ་ནི་འདིའི་ཐོག་ལ་ཨེ་ནི་མི་མང་གིས་དགོངས་པ་བཞེས་དགོས་ཡ་ཅིག་གནས་སྟངས་ཅིག་ཆགས་བསྡད་ཤག་དེ་ཞུ་ཡ་ཅིག་ཡིན་ཨེ་ནི་དེའི་བཀའ་ལུང་དེ་ངས་མ་ད་ཐུག་ཅེས་མར་ཀློག་ཆོག་པ་ཅིག། དེ་ནས་སྤྱི་ལོ་ཉིས་སྟོང་ཉེར་བཞི་ཚེས་ལྔ་སྤྱི་ཟླ་དྲུག་པའི་ཟླ་བ་ཚེས་ལྔ་ཉིན་གནས་ཆུང་གྲྭ་ཚང་གི་ཟབ་གསེར་སྤྱན་འདྲེན་སྐབས་ཆོས་རྒྱལ་ཆེན་པོ་ཕྱི་དྲིལ་ཆེན་པོས་དྭང་བླངས་མི་མང་ལས་འགུལ་ཚོགས་པར་བསྩལ་བའི་རྡོ་རྗེ་བཀའ་ལུང། ཧྲཱི། དམ་ལྡན། དམ་ལྡན། མ་བསྐུལ་དྭང་བླངས་སྤྱི་ཚོགས་ནས་ངོས་ཀྱི་སློབ་དཔོན་མཐོང་ཐོས། མཐོང་བ་དོན་ལྡན་ཕྱོགས་ཀྱི་མ་འོངས་སྔོན་གཟིགས། སངས་རྒྱས་དབུ་མའི་ལམ་ལ་འབད་འབུངས་བགྱིས་པ་འདི་ནི། ཁ་བའི་ལྗོངས་ཀྱི་འབྱུང་འགྱུར་དེ་དག་ཁོ་ནར་འབྱུང་བ་ཆེན་པོའི་གྱིས་ཤིག། དེང་གི་དུས་སུ་ཆོལ་གསུམ་ཕྱོགས་རིས་མེད་པར་གཅིག་ཏུ་སྤུངས་པའི་དུས་ལ་བབ་པ་ཡིན་པས་ད་ཕྱོགས་བསྒྲིགས་ཕྱོགས་ལོན་བྱེད་ཡ་མེད་པ་བྱས་ནས་ཆོ་ག་གསུམ་གཅིག་ཏུ་བསྒྲིལ་ནས་སླེ་སྐྱབས་མགོན་རིན་པོ་ཆེ་སྤྱི་གསུང་བཀའ་དྲུག་ཞུ་བ་གནས་ཚང་གཅིག་རེ་བཞག་དེ་གཅིག་གསུང་བཞག་ངོས་ཀྱི་སློབ་དཔོན་མཐོ་དབང་དོན་ལྡན་མཆོག་ནི་ལམ་སྟོན་མཛད་པ་མཆོག་གིས་ལམ་སྟོན་མཛད་པ་འདི་ལ་ད་སྐྱབས་མགོན་རིན་པོ་ཆེ་གིས་ནས་ལམ་སྟོན་མཛད་པའི་དབུ་མའི་ལམ་འདི་ལ་འཛམ་གླིང་སྤྱིར་འཛམ་བུ་གླིང་གླིང་པའི་ཆབ་སྲིད། མི་སྣ་རྒྱབ་སྐྱོར་ཡོད་པ་ལོས་ཡིན། གུང་ཁྲན་རྒྱ་གུང་ཁྲན་ཏང་ནས་རིམ་བཞིན་འབྲེལ་གཏུག་ཡོང་ཉེ་ན། དེ་མཚུངས་བྱེས་འབྱོར་ཀུན་ནས་དམ་ཚིག་དར་གཞི་འདུས་པ་བརྟན་པོ་མཛད་དེ། སྲུང་བའི་བདུད་རྩི་རྒྱབ་ཏུ་མ་ཤོང་གཞིས་ཁས་བླངས། དམ་ཚིག་བརྟན་པོ་གྱིས་ཤིག་ཞེས་བྱས་ནས་ཨེ་ནི་ད་ལྟའི་སྐྱབས་མགོན་རིན་པོ་ཆེ་གི་དགོས་འདུན་བཏོན་པ་འདི་ལ་ཨེ་ནི་ཕྱི་རྒྱལ་ཡུལ་གྲུ་མང་པོ་ཅིག་གིས་ཨེ་ནི་ལྟས་འདི་ལྟ་ལ་ཆབ་སྲིད་ཀྱི་མི་སྣ་གིས་རྒྱབ་སྐྱོར་གནང་གི་ཡོད་རེད་ཟེར་ཡག་གི་དཔེ་མཚོན་འདི་ད་རིང་དགུ་ཚན་སྐབས་ལ་ཨེ་ནི་ཡོད་མཁན་ལ་ཨེ་ནི་རྒྱ་རྒྱལ་སྤྱི་གི་རྒྱལ་ཁབ་ཀྱི་ཨེ་ནི་སྲིད་བློན་ཟུར་པ་སྲིད་འཛིན་ཟུར་པ་འོ་དེ་བརྒྱད་ཀྱིས་ཨེ་ནི་ག་འདྲ་ཅིག་གནང་ཐུབ་ད་རིང་ལ་དྭགས་ལ་ཉེ་བའི་ཆ་ལ། སྐྱག་མོ་རིན་པོ་ཆེ་མཇལ་ཁ་ཡོང་བྱས་ནས་ད་དེ་གི་མཇལ་ཁ་དེ་མིང་དེ་དང་ངའི་རྗེས་བཟུང་སྟེ་ཁ་སང་ཡོ་གའི་ལ་ཨེ་ནི་སླད་བྱས་ནས་ད་བོད་དོན་ཐོག་ལ་ཨེ་ནི་རྒྱབ་སྐྱོར་ཡོད་བྱས་ནས་བྱུང་བ་དང་ལྷག་པར་དུ་ཨ་རིས་གྲོས་ཚོགས་ལ་ཨེ་ནི་གྲོས་ཆོད་བཞག་པ་དང་དེ་ནང་བཞིན་ད་ལྟ་རྒྱལ་ཁབ་ཡོ་རོབ་ནས་གྲོས་ཆོད་བཞག་པ་འདི་རྒྱའི་དབུ་མའི་ལམ་ལ་ནུས་པ་ཐོན་ནས་དབུ་མའི་ལམ་གྱི་གྲུབ་འབྲས་ལ་བརྟེན་ནས་འདི་རྒྱ་བྱུང་བའི་གནས་སྟངས་ཅིག་རེད་དེ་ད་ལྟའི་ཆ་ལ། ཨེ་ནི་རང་སྡེ་ཁ་ལ་སྐྱེལ་མཁན་ཁ་ཤས་ཅིག་གིས་དབུ་མའི་ལམ་ལ་ནུས་པ་སོན་ཡོད་མ་རེད་ཟེར་ཡ་དེ། ཨེ་ནི་འདི་འདྲའི་འགྲེལ་བཤད་དེ་ལོག་ཁྱད་ཡིན་པ་ཅིག་དེ་ནས་རང་གསལ་པོ་ཆགས་ཀྱི་ཡོད། དེ་རིགས་གསལ་པོ་ཞུ་ཡ་ཡིན། འོ་དེ། འདི་དང་ཨེ་ནི། ངོས་ཀྱི་སློབ་དཔོན་མཐོ་དབང་དོན་ལྡན་མཆོག། སྐུ་འཚོ་བཞུགས་ཀྱི་སྐབས་དེར་བོད་དོན་བདེན་མཐའ། མ་ཟད། འགྲན་ཟླ་མ་བཙལ་ཚེ་འབྱུང་འགྱུར་མུན་པ་ནག་པོ་ཞིག་ཏུ་འགྱུར་བ་དོན་མི་ཟ། བྱས་ཙང་ད་རེས་རྐྱང་པ་རིན་པོ་ཆེ་སྐུ་ཚེའི་སྐབས་ལ་ནི་འགྲན་ཟླ་མ་བྱུང་བ་ཡིན་ན་མ་འོངས་པ་ལ་ནི་མུན་ནག་ལས་འདས་ཡིན་པ་ཅིག་གནས་ཆུང་གི་བཀའ་ལུང་འདི་ཡོད་རེད། ང་རང་ཚོ་མི་མང་གི་མཐོང་ཚུལ་འདི་རེད་དེ་ཡིན་དུས་ཚང་ལ་ཚང་མས་ཀྱི་ནི་བཀའ་ལུང་ཞིག་བཙོང་བའི་ཐོག་ནས་ཨ་ནི། ནུས་པ་མཉམ་པོ་སྤུངས་དགོས་ཡའི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་དེ་ཡིན་དུས་ཙང་ལ། ད་ཐེངས་ཀྱི་ཨ་ནི་བཀའ་ལུང་འདི་གནད་འགག་ཆེན་པོ་ཅིག་གི་ཐོག་ནས་ཨ་ནི་འདུག་བྱས་ནས་ད། མང་དུ་ཞུ་དགོས་ཡའི་གནས་སྟངས་ཅིག་འདི་ཆགས་སོང་ཅིག་འདི་ཞུ་བ་ཅིག་ཞུ་ཡ་ཡིན། ད་དེ་ནས་ངས་ཞུ་དོན་གཉིས་པ་དེ། ཨ་ནི་ད། དབུ་མའི་ལམ་རང་བཙན་ལ་ཨ་ནི་འཇུག་དགོས་འདུག་སྤྱི་འཐུས་ནང་ལ། གྲོས་ཚོགས་ནང་ལས་སུ་ངལ་མང་པོ་བྱུང་སོང། འོ་ད་གྲོས་ཚོགས་ནང་གི་སྐད་ཆ་དེ་ང་ཚོའི་བདག་པོ་རྒྱལ་གྱི་ད་བཅའ་ཁྲིམས་ན་ཡོག་མ་རེད་ལ་དུས་ཚང་ལ་ད་ཁོ་རང་ཚོ་བརྒྱ་བཤད་སྟོང་བཤད་ག་རེ་བྱེད་པས་ན་ཁོ་རང་ཚོའི་ལག་པ་ལ་ཡོག་རེད་ཡིན་ནའི་ཨ་ནི་ད་འདའི་ཆ་ལ་སྤྱི་འཐུས་ཡིན་བཞིན་དུ་དབུ་མའི་ལང་གི་ཞབས་བཀྱག་གང་ལ་ཞུགས་བཞིན་དུ་ཨ་ནི་སྐད་སྣ་དྲག་གི་ཨ་ནི་ཚོགས་འདུ་ལ་ཕྱིན་པས་གི་སྤྱི་འཐུས་བདུན་འདི་བརྒྱད་ཨ་ནི་བཅའ་ཁྲིམས་དང་འགལ་གྱི་ཡོད་པའི་ཐོག་ནས་ཨ་ནི་འདི་དགོངས་པ་ཞུ་དགོས་ཀྱི་ཡོད་ཟེར་ཡ་དེ། ང་ཚོའི་ངོས་ནས་ཚ་གཅིག་ཏུ་ད་འདྲི་ཞུ་ཡ་གཅིག་དང་ལྷག་པར་དུ་ཨ་ནི་དེའི་ནང་ནས་སྤྱི་འཐུས་འདི་བརྒྱད། བོད་གཞུང་གི་འགྲོ་སོང་བཏང་ནས། སྤྱི་འཐུས་ཀྱི་ལས་རིམ་ཚང་ཟིན་ཡིན་ཟེར་ལབ་ནས་ཨ་ནི་སྡུག་བྱས་ནས་ཆོས་སྤྱོད་བྱས་ནས་འགྲོ་བསྡད་མཁན་འདི་བརྒྱད་ཀྱིས། བོད་གཞུང་གི་ལངས་ཕྱོགས་དང་བོད་གཞུང་གི་ཨ་ནི་དབུ་མའི་ལམ་དམིགས་ཡུལ་སྒྲུབ་ཡ་གི་ཨ་ནི་མི་མང་ལ་དེ་གཏམ་བཤད་དང་གསལ་བཤད་མེད་པའི་ཐོག་ནས་དང་ཐོག་ཨ་ནི་རང་རེ་སོ་སོ་རང་བཙན་ལངས་ཕྱོགས་ཡིན། ཨ་ནི་དེའི་སྒང་ལ་ཨ་ནི་དབུ་མའི་ལམ་ལ་ཨ་ནི་ཁྱད་གསོད་བྱས་ཅན་འདི་འདྲའི། ཤེས་བཞིན་འགྲོ་དེ་ངས་འདི་སྐད། རྩ་བ་གཉིས་ནི་འགྲིག་གི་མེད་ཤེས་བཞིན་ནི། འདི་མཐའ་གཅིག་ཏུ་ཞུ་བ་ཡིན། དཔེ་མཚོན་འདྲ་བོ་ཞུས་པ་ཡིན་ན། ལྷ་རྒྱལ་ཁྲི་རྣམ་རྒྱལ་འགྲོ་ཁག་གི། ནི་སུས་གྲགས་གཏོང་ཐབས་ཨ་ཞི་མིར་ལ་ཕྱིན་རྗེས་ནི་དབུ་མའི་ལམ་ལ་སྐྱབས་མགོན་རིན་པོ་ཆེ་གིས་ནི་བྱམས་སྙིང་རྗེ་སྒོམ་ཟིག་གསུངས་པ་རེད་ཅེས་ནི་ཁོས་དྲེགས་བཤད་ལོག་བཤད་བརྒྱབ། ནི་མོ་རང་རང་བཙན་ལ་ནི། ལངས་ཕྱོགས་ཡིན་ཟེར་ཡག་གི་གཏམ་བཤད་བྱས། དེ་ནང་བཞིན་གྱི་སྤྱི་དོན་མང་པོ་ཞིག་ཕྱོགས་ཆོས་ཀྱི་འགྲོ་ས་ལ་འགྲེལ་བྱེད་དེ་བརྒྱབ་པ་དེ། དབུ་མའི་ལམ་ལ་ནི། བར་དོ་རེད་དོ་བོ་བཏང་ཡག་གི་གནས་སྟངས་གཅིག་གི་ཐོག་ནས་འགྲེལ་བྱེད་བརྒྱབ་པ་མ་མདོག་གཅིག་ལ། རང་བཙན་གྱི་ལན་བྱས་ནས་འདི་གི་འཚོ་བ་འདི་ཡོད་ན། རང་བཙན་རྩོད་དགོས་ཀྱི་ན་ཕ་རྒྱ་མི་ལ་རྩོད་འོག་རེད། དེ་བོད་གཞུང་གི་དབུ་མའི་ལམ་ལ་ནི་རང་བཙན་ཡིན་ཅེས་བྱས་ནས

འོ་ཡ་གནང་རོགས་གྱིས་ཅེས་བྱས་ནས་འོ་དེ་འབོད་སྐུལ་ཞུ་ཡ་ཡིན་མ་གཏོགས། དབུ་མའི་ལམ་ནི་མ་ཉག་ཉག་ཚོ་ཡག་ཆེད་དུ་རང་བཙན་ཚོགས་པ་བཙུགས་ཡ་དང་རང་བཙན་གྱི་དེ་བྱེད་ཡིན་ནི་རང་བཙན་གྱི་ཚོགས་འདུ་ཚོགས་ཤིང་འབོད་སྒྲ་བྱས་པ་དེ་རྩ་བ་ཉིད་ནས་སོ་སོ་འདྲ་བོ་ཡིན་ན་ངོས་ལེན་བྱེད་ཐུབ་ཀྱི་མེད། ང་འདྲ་བོ་ཡིན་ན་གཞོན་ནུ་ཡིན། ལོ་བཅུ་བདུན་ནས་གཞོན་ནུ་བརྫུས་ཅིང་ད་ལྟ་ལོ་བདུན་ཅུ་དོན་གསུམ་ཡིན། རང་བཙན་ལངས་ཕྱོགས་ཡིན། ཡིན་ནའི། གཞོན་ནུའི་གི་དམིགས་ཡུལ་དོན་ཚན་བཞིའི་ནང་ལ་ལྕང་མ་རིན་པོ་ཆེ་ཅི་གསུང་བཀའ་དྲུག་འོ་ལ་སྒྲོག་གོ་ཡོད་ལ་ཨེ་དེ་གི་ཚོགས་གཙོ་འདྲ་པོ་ཡིན་ན་དབུ་མའི་ལམ་ལ་བརྒྱ་ཆའི་བརྒྱ་ཐམ་པ་ཨེ་ནི་དོན་འགྲེལ་གསུང་ཡ་ལ་རྒྱབ་སྐྱོར་བྱེད་དེ་ངན་ཅིག་ཡིན་ད་ལྟ་ཨེ་ནི་པད་གོག་ས་ལ་མ་ཐུག་བར་དུ་དེ་ནི་ཐོར་གང་ཕྱི་ཐན་བྱེད་གི་མེད་དེ་རིང་ངས་དེ་ནི་བ་ཚིག་ཐ་ཐོད་ཕུད་གི་འོ་དེ་ཞུ་ཡ་ཡིན་དེ་ཡིན་དུས་ད་ལ་རང་བསྟན་རྩོད་མཁན་ཚོ་ཡིན་ནའི

དབུ་མའི་ལམ་གྲོས་འགོ་བཏོན་པ་རེད། བཏོན་པ་དེ་དབུ་མའི་ལམ་སྐྱབས་མགོན་རིན་པོ་ཆེ་གིས་ཕུགས་རྒྱང་རིང་པོའི་དགོངས་པ་ཆེན་པོ་ཞིག་བཞེས་བཞེས་ནས་དབུ་མའི་ལམ་ལ་ཕེབས་དགོས་ཡག་གི་ཁོ་རང་གི་དགོངས་གཞི་དང་དེ་འདྲའི་གྲ་སྒྲིག་ཡོད་པ་གཅིག་གི་ཐོག་ནས། ད་ལྟ་རྒྱ་མིའི་སྲིད་འཛིན། ཏིང་ཞའོ་ཏིང་ཞའོ་ཕིང་མ་རེད། ཏིང་ཞའོ་ཕིང་རེད་བ། ཨོ་ཏིང་ཞའོ་ཕིང་གིས་ཨེ་ནི། ཨོ་རང་བཙན་མ་རྩོད་པར་ཁྱོད་རང་ཚོ་ཨེ་ནི་སྐད་ཆ་ག་རེ་བཤད་གི་ཡིན་ཨེ་ནི་བཤད་ཁ་ཤོག་སྒོ་ཕྱེ་བསྡད་ཡོད་གསུངས་པ་འདིའི་ཐོག་ནས་ཨེ་ནི། ཨེ་ལྕམ་མོ་རིན་པོ་ཆེ་གིས་ཨེ་ནི་དབུ་མའི་ལམ་གྱི། ཨེ་ནི་སྲིད་ཇུས་འདིའི་ཐོག་ལ་ཨེ་ནི་ཕར་འབྲེལ་བ་བྱེད་ཡོད་རེད་དེ་དེ་བཞིན་གྱི་ཨེ་ནི་ཏེགས་པཱཀཏེགས་པཱཀཔེ་གི་ཨེ་ནི་འཛམ་གླིང་སྡིངས་ཆའི་སྒང་ལ་ཨེ་ནི་དབུ་མའི་ལམ་གྱི་འཕེལ་དགོས་ཀྱི་གནད་དོན་དང་འོ་དེ་འདྲ་ཅིག་གསུངས་ཨེ་ནི་དེའི་གོང་ལ་ཨེ་ནི་བོད་གཞིས་བྱེས་གཉིས་ལ་བོད་ཕྱི་ནང་གཉིས་ནས་ཨེ་ནི་དབུ་མའི་ལམ་ཐོག་ལ།

གྲོས་ཆོད་ག་རེ་བཞག་པ་དེ་ཕྱོགས་སྒྲིལ་བྱས་པའི་གི་ཉིས་སྟོང་བཅུ་གཉིས་པ་དུ་དེ་རེད། བཅུ་གཉིས་ཀྱི་རྗེས་དེ་ད་ལྟ་དེ་ན་སླེབས་མི་འདུག་འདི་ཡིན་དུས་ཙང་གྲོས་ཚོགས་ནས་དབུ་མའི་ལམ་ལ་སྤྱི་མོས་ཀྱི་གཏན་ལ་ཕབ་བྱས་ནས་ཨ་ནི་སྲིད་བྱུས་འཛིན་པ་འདི་ལ་ཨ་ནི་ད་ལྟའི་ཆ་ལ་ཨ་ནི་དབུ་མའི་ལམ་གི་ཨ་ནི་དབུས་རྒྱུན་ལས་ཡིན་བཞིན་དུ་ཨ་ནི་ད་འདས་གི་གཞི་རིམ་མི་མང་གི་ཚོགས་གཞོན་རེད། ཁོ་རང་མིང་ལ་ཚེ་རིང་སྐྱིད་ལྟར་རེད་སྤོག་ར་ནི་རེད། ཨ་ནི་ད་འདས་གི་ཁ་སང་མོ་ཀའི་དབུ་མའི་ལམ་གི་ཉི་མ་གསུམ་ཚོགས་ཆེན་ཚོགས་བཞག་དེའི་ཐོག་ལ་ཁོ་རང་ཕེབས་བཞག་སོ་སོ་རང་ཉི་མ་གཉིས་པ་ལ་ཕྱིན་པ་ཡིན་ཕྱིན་པ་དེའི་ཐོག་ནས་དབུ་མའི་ལམ་འདི་ཨ་ནི་མི་ཁ་ཤས་ཀི་ད་བཅའ་ཁྲིམས་ལ་ཡོག་མ་རེད་ཟེ་གསུང་གི་འདུག་བཅའ་ཁྲིམས་ལ་མེད་པ་ཡིན་ན་ཨེ་ནི། དེབ་འདིའི་ནང་ལ་ཨེ་ནི། དབུ་མའི་ལམ་གྱི་ཆེད་དུ་ཨེ་ནི། གྲོས་ཚོགས་ནས་གྲོས་ཆོད་བཞག་བཞག་དེ་ཡིན་དུས་ཙང་ལ་དེ་རྗེས་གསུང་མཁན་དེ་རྗེས་ཨེ་ནི། ཏག་ཏག་བསྡད་ཀྱི་མི་འདུག་ཞུས་པ་ཡིན་ཏེ། དེའི་རྗེས་དེ་ལ་ངས་ཧ་གོ་ཡ་བྱས་པ་ཡིན་ན། ཚེ་རིང་སི་ཏཱ། བལ་ཡུལ་པོ་ཀོ་ར་གིས་ཨེ་ནི་དབུ་མའི་ལམ་གྱིས་ཁོ་རང་ཚོགས་གཙོ་རེད་བཞག་རྒྱུན་ལས་རེད་བཞག་ཚོགས་འདུ་ལ་ཕེབས་བཞག་ཨེ་ནི། ད་ལྟ་གི་རྡ་རམ་ས་ལའི་གིས་དབུ་མའི་ལམ་གྱི་དབུས་རྒྱུན་ལས་ཁོ་སྐབས་གཉིས་ད་འདྲེ། རྙིང་པའི་གི་ཁོ་རང་རྒྱུན་ལས་རེད་ཤག་ད་རིང་ཁོ་ཚོ་འོས་འདེམས་བྱས་རྗེས་ནས་ད་འདྲེ་གི་སྐབས་བསམ་པའི་ནང་ལས་ཁོ་རང་རང་ཅག་ཀླད་སོ། དེ་འདྲེ་ཡིན་དུས་ད་ལོ་དབུ་མའི་ལམ་གི་དབུས་རྒྱུན་ལས་གཅིག་གི་དབུ་མའི་ལམ་དེ་བཅའ་ཁྲིམས་ལས་ཡོག་མ་རེད་ཟེར་ན་འདི་ཡག་པོ་ཅིག་ཟིག་རོགས་གྱིས་འདི་ཡག་པོ་ཅིག་ཀློག་རོགས་གྱིས་དབུ་མའི་ལམ་གི་ཨན་འདི་ནས་འདིའི་སྐབས་དེ་ལ་ཁ་སང་མོ་གས་ལ

བཅའ་ཁྲིམས་ལས་མེད་པ་ཡིན་ན་ཨ་ནི་ད་ལྟའི་གི་གྲོས་ཚོགས་གཏན་ལ་ཕབ་པའི་གི་དེ་ཨ་ནི་ནང་ལ་ཡོད་རེད་དེ་བརྩི་འཇོག་བྱེད་དགོས་གི་ཡོད་རེད་དཔེ་མཚོན་འདྲ་པོ་ཞིག་ཞུས་པ་ཡིན་ན། བཅའ་ཁྲིམས་ནང་ལ་སྤྱི་འཐུས་ཚོགས་གཙོས་གི་དམ་བཅའ་ཕུལ་ཡ་དེ་མེད། བཅའ་ཁྲིམས་ནང་ལ་ཡིན་ནའི་གྲོས་ཚོགས་ཨ་ནི་ད་ལྟ་སྐབས་བཅུ་བདུན་པའི་གི་ཨ་ནི་བོ་གི་གྲོས་ཚོགས་ཚོགས་དུས

འོ་དེས་ད་ལྟ་དབུ་མའི་ལམ་བཅའ་ཁྲིམས་ལ་ཡོང་མ་རེད་ཟེར་ཡ་དེ་ལ་དེའི་དྲི་བ་དེ་འདི་ཞུ་ཡ་ཡིན། དེ་ཡིན་དུས་ད་ལ་གྲོས་ཆོད་བཞག་པ་ལ་བརྟེན་ནས་ཨ་ནི་སྤྱི་འཐུས་གྲོས་ཚོགས་ཀྱི་དམ་བཅའ་ལན་བཅད་ནས་དམ་བཅའ་ཁྲིམས་ཞིབ་པ་ཆད་དེ་ཨ་ནི་གྲོས་ཚོགས་ཚོགས་གཙོ་ལ་དམ་བཅའ་ཕུལ་ནས་ཡ་ཁྲིམས་ཞིབ་པ་ཆགས་པ་རེད་དེ་ཡིན་དུས་ད་ལ་མ་འོངས་པའི་གི་ཨ་ནི་བཀའ་མོལ་གསུང་ཡ་དེ་རྗེས

དེ་ནས་ད་ལྟའི་ལས་འགུལ་ང་ཚོས་རྒན་འཁོགས་ལས་འགུལ་འདི་བཅས་སོ་སོ་པད་ཁོག་ས་ལ་མ་ཐུག་བར་དུ་ལས་འགུལ་འདི་སྤེལ་གྱི་ཡིན། འོ་ད་ལྟའི་ཆ་ལ་ང་ཚོ་ཟླ་བ་བརྒྱད་ལ་ཁ་གཡར་ནས་ད་རེས་ང་ཚོ་རེ་ད་ཞུ་གཏུགས་བྱེད་ས་མ་རག་པ་རེད་མ་འོངས་པ་ལ་སྤྱི་འཐུས་རྐུབ་བཅག་ལ་བསྡད་བྱས་ནས་ཨ་ནི་རང་བཙན་གྱི་སྐད་ཆ་ཅིག་བཤད་ཐུབ་ན་དེའི་སྐེ་འདམ་ལ་ཟླ་བ་བརྒྱད་མ་འཛོགས་པའི་ཐོག་ནས་ཨ་ནི་ང་ཚོས་ཀྱི་ཁོམ་པ་བརྒྱབ་ནས་ལས་འགུལ་སྤེལ་གི་ཡིན། འདི་དེ་ནས་དེ་ནས་མ་གསལ་བོ་བྱས་ནས་བཞུགས་ཀྱི་ཡིན། གཞི་རིམ་མི་མང་ནང་ལ་བསྡད་ཡོད་གཞི་རིམ་མི་མང་གཏོར་མེད། གཞི་རིམ་མི་མང་གཏོར་མཁན་ཚོ་དྲང་བདེན་གྱི། ཨ་ནི། གཞི་རིམ་མི་མང་རྒྱུན་ལས་ཚོགས་ཀྱིས་གཏོར་གྱི་འདུག་དེ་ཞུ་ཡ་ཡིན། དེའི་ནང་ལ་གཞི། གཞི་རིམ་མི་མང་ནང་ལ་ཨེ་ནི། ཁོ་རང་ཚོ་གི་གནང་ཕྱོགས་དེ་མ་འགྲིག་མ་གདའ་བ་ཞིག་ཡ་དེ་ཨེ་ནི། བསམ་འཆར་སྐྱེལ་བའི་སྐབས་དེ་ལ། མང་དཔིག་རྐྱང་བྱས་ནས་མི་མང་པོ་དཔིག་ཚགས་སོ། ང་འདྲ་བོ་ཅིག་ཡིན་ན་ཕོར་འདི་བརླགས་སོང་མ་འདུག་བརླགས་ནས་ཡ་ད།

དྲ་རྒྱ་ནང་ལ་རྣམ་པ་ཚོ་ཟི་ཡོད་རེད་ཟི་ཡ་ཡོད་རེད་ཇི་འདྲ་ཞིག་གཞན་བཤད་མཁན་དེ་ད་རེས་ཨེ་ནི། གཞི་རིམ་མི་མང་གི་དབུས་རྩ་གཉིས་ཀྱི་དེ་ནི་མ་དཔེ་འདུག་ཟི་ཡ་ཅིག་ངས་དེ་འདྲ་ཞིག་གོ་སོང་འདི་ཡིན་དུས་ཙང་ལ་ཁོ་རང་ཚོའི་ངོས་ནས་ཨེ་ནི་འདུག་ཅེས་མ་དཔེ་བསྡད་པ་ཡིན་པ་ཡིན་ན་ཨེ་ནི་གཞི་རིམ་མི་མང་དེ་སུས་གཏོར་གི་ཡོད་རེད་ཁོ་ཚོས་གཏོར་གི་ཡོད་རེད་པས་ང་ཚོས་གཏོར་གི་ཡོད་རེད་པས་དེའི་དགོངས་པ་བཞེས་ནས་བཀའ་མོལ་གཏོང་རོགས་གནང། ད་རིང་འདི་ལ་ངས་ཐད་གཏོང་འདི་གཟིགས་མཁན་གཞི་རིམ་མི་མང་དང། ཚོགས་མི་ཡིན་པ་མང་པོ་ཞིག་ཡོད་ཀྱི་རེད། རྣམ་པ་ཚོས་ཡིན་ན་དགོངས་པ་བཞེས་རོགས་གྱིས། སོ་སོའི་ཀླད་པ་སོ་སོས་བེད་སྤྱོད་གཏང་རོགས་གྱིས། ཚེ་བརྟན་ཕུན་ཚོགས་དང་ནི་ད་ལྟ་ཁོང་ཚོའི་རྒྱུན་ལས་ཁ་ཤས་རེད་ཚོགས་མི་ཡིས་གར་ས་ཕོ་ཁའི་སྐྱིད་རོང་ཆོས་འཛོམས་རེད་ཨ་སྟག་དབང་གྲགས་རེད་འདི་ཚོ་མང་པོ་ཅིག་གིས

རྒྱལ་སྤྱིའི་ཆོག་མཆན་ཡིན་མ་མདོག་ཅི་ལ་ཐེ་ཚོམ་བཀག་མ་གནང་མེད། འོ་དེ་ཞུ་ཡག་ཡིན་འདུག་ཐུགས་རྗེ་ཆེ་ད་མང་པོ་ཞུས་ཆོག་ཏུ་དགོངས་འགལ་མེད་པ། ནི། ཞུ་ཆོ་ནོར་བའི་ནི་སེམས་ཆོག་མ་ནོར་རྗེས་བརྒྱ་ཆ་བརྒྱ་ཙམ་པ་བོའི་རྩ་དོན་ཐོག་ནས་ཚང་མས་ཀྱི་དགོངས་པ་བཞེས་བཞེས་ནི་གནང་རོགས་ཞེས་མ་མདོག་ད་དེང་སང་མཇལ་ཁ་ལ་ནི་འཚང་ཁ་རེ་བཞག་བརྟན་བཞུགས་ལ་ནི་འཚང་ཁ་རེ་བཞག་དེ་ཡིན་དུས་ད་ལ་གཙོ་བོ་སྐྱབས་མགོན་རིན་པོ་ཆེ་གི་བཀའ་སློབ་ཅིག་ཕེབས་ཡོད་རེད་བརྟན་བཞུགས་བརྟན་བཞུགས་ལབ་ནས་ངས་ལབ་པ་དེ་ཉན་ན་བྱས་ན་བརྟན་བཞུགས་ད་ག་རེ་ཡིན་བཀའ་གནང་ཡོད་རེད་དེ་ཡིན་དུས་ད་ལ་ང་ཚོ་རྒན་འཁོགས་ཚོ་གི་ད་སྐྱབས་མགོན་དབུ་མའི་ལམ་ལ་འགོག་རྐྱེན་བཟོ་མཁན་འདི་རྒྱལ་ལ་ཁ་བརྡའི་བཅག་པ་ཡིན་ན་ང་ཚོ་བརྟན་བཞུགས་ད་ག་རེ་ཡིན་བྱས་ན་ང་ཚོའི་དམིགས་ཡུལ་ད་ག་རེ་ཡིན་ཨོ་ཡ་ཐུགས་ཆེ་བཀའ་དྲིན་ཆེ།